དེ་ལས་གོ་བ་གསལ། ད་དེ་རིང་ལེགས་བཤད་ཁྲོད་ཀྱི་དྲྭ་བའི་ལེའུ་བརྒྱད་པ་དེ་མ་ཤོད་ཆོག་པ་ཅི། ད་ངས་དེའི་ནང་ལ་ལེའུ་ཤོད་ཡ་དེ་ང་ན་ཚོ་དེ་ནས་མ་ཤོད་ཡ་གི་ལེ་ཚན་འབྱོར་བ་ལ་དེའི་ལེའུ་ཤོད་གི་ཡོད། ནོར་ལྷན་རྒྱས་ཡ་མ་ནོར་བ་གནང་རོགས་ཅི། ད་ཁ་སང་ང་ན་ཚོས་ལོས་བདུན་པའི་ནང་ལ་ངས་ཁེ་སང་དེ་རང་གཞན་གྱི་རྒྱུད་བཞི་ལ་དག་དག་ཟེར་ཞུས་འདུག་ཨ། དེ་ཁ་བྱང་དེ་ནོར་འདུག་ཁ་སང་ང་ན་ཚོས་ཞུ་བའི་ཁ་བྱང་དེ་རང་གཞན་གྱི་རྒྱུད་བཞི་ལ་དག་དག་ཟེར་དེ་མ་རེད། དེ་འདི་རེད་ད་ང་ན་ཚོས་སྒོ་གསུམ་གྱི་བྱ་བ་གལ་ཆེ་ཚུལ་ཟེར་དེ་ལ་གནག་ཉེན་ཡོད་རེད་པ། སེམས་ཀྱི་ཀུན་སློང་བྱ་དང་གཅིག་དག། ལུས་ངག་གི་འཇུག་ལྡོག་བསྟེན་ཚུལ་བྱེད་ཅེ་ན་གཉིས་ཡོད་པ། ལུས་ངག་གི་འཇུག་ལྡོག་བསྟེན་ཚུལ་བྱེད་ཡ་འདི་ཆགས་གི་འདུག། ཁ་སང་འདི་ལ་ལུས་ངག་གི་འཇུག་ལྡོག་བསྟེན་སྟངས་དེ་རེད་ད་དེ་རིང་ང་ན་ཚོ་དངོས་སུ་མ་རང་གཞན་གྱི་རྒྱུད་བཞི་ལ་བདག་བདར་ཟས་དེ་ལ་སླེབས་ཡོང་གི་འོ་རེད། ད་རང་གཞན་གྱི་རྒྱུད་བཞི་ལ་བདག་བདར་ཟས་འདི་ལས་ཡང་ང་ན་ཚོའི་དབྱེ་འབྱེད་འདྲ་པ་འདི་གསུམ་དང་འགུག་འདུག་གཞན་གྱི་བསམ་བློ་དང་སྤྱོད་པ་ལ་བསྟུན་ཚེ་བསྟེན་ཐབས་གཅིག་དང། དེ་ནས་རང་གི་འཕྲལ་གྱི་སྤྱོད་ལམ་ལ་ཡང་བསྟེན་ཐབས་གཅིག་དེ་ནས་རང་གཞན་གཉིས་ཀ་གི་རྒྱུན་གྱི་སྤྱོད་ལམ་ལ་ལྟོས་ཚེ་ཡང་བསྟེན་ཐབས་གཅིག་ཅེས་སྡོམ་པའི་སྣ་ཁ་གསུམ་ཡོང་འདུག་ད་དེ་རིང་ང་ན་ཚོས་རང་གཞན་གྱི་རྒྱུད་བྱེད་ལས་བརྟག་ཐབས་ལས། གཞན་གྱི་བསམ་སྤྱོད་ལ་ལྟོས་ནས་བསྟེན་ཐབས་ཟེར་ཆོག་ལ་ད་བསྟེན་ཐབས་ཟེར་ན་སོ་སོ་ནམ་རྒྱུན་ཉི་མ་གཅིག་གི་འཚོ་བ་ལྟ་བུ་ཞིག་ལ་དཔེ་མཚོན་པ་ཡིན་ན་དེའི་བརྒྱུད་རིམ་ནང་ལོགས་ལ་ནི་བླང་དོར་འཇུག་ལྡོག་ག་འདྲའི་ག་འདྲའི་ཟེར་བྱེད་སྒུག་ཡོད་མི་འདུག་གཙོ་བོ་གཞན་གྱི་བསམ་བློ་ལ་བསྟུན་ནས་བྱེད་སྟངས་གཅིག་བཟུང་དགོས་བ་རེད་དེའི་སྐོར་དེ་རེད། དེ་ཡང་གནད་འགག་ཆེན་པོ་བཞི་བོ་བྱ་དགོས་དོན་ག་ན་ཚོད་ཚོད་གནང་དགོས་པ་དེ་ཡིན་དེ་དུས་ཨ་མྱེས་དེ་ནས་མ་ཞུགས་དངོས་སུ་ནས་མ་ཞུགས་གི་ཡིན། ད་དང་པོའི་འདི་ནང་ལ་འདི་ཡོང་འདུག་ཨ། ངན་པ་ལ་དབང་མ་བསྐུར་བློན་པོ་གྲོས་སར་མ་བཞག། ཡ་རབས་སྨན་སར་མ་བཞག་བྱས་བྱས། མ་བསྐུར་མ་བཞག་མ་བཞག་ཟས་དེ་འདྲས། གསུམ་ཡོང་གི་འདུག་ཨ། ད་ངན་པ་ལ་དབང་མ་བསྐུར་བར་ཟས་དེ་གཙོ་ག་རེ་ལབ་ཡོང་དུས། དབང་ཆ་ཟས་དེ་ང་ནག་ཚོས་མི་སུ་ལ་རག་ན་ཨ་ཡག་ཡོག་རེད། གཅིག་འདི་གཅེས་སེམས་ཆེན་པོ་ལ་དབང་ཆ་རག་ན་དཔེ་ཡག་འོག་རེད་གསུང་གི་འོག་རེད། སྤྱིར་གྱི་དོན་དག

ཡང། ཀུན་ལ་ཕན་པའི་གི་བྱ་བ་ཞིག་བསྒྲུབ་ཐུབ་པ་རེད། ད་ད་ལྟ་འདིའི་ནང་ལོགས་ལ་ངན་པ་ལ་དབང་མ་བསྐུར་ཟེར་ག་རེ་ལབ་སོང་ན། མི་ངན། ད་སེམས་རྒྱུད་ངན་པ་བྱ་སྤྱོད་ངན་པ། འོ་དེ་ཚོ་ལ་ཨ་ནི་དབང་ཆེད་དུ་སྤྲད་རྒྱུ་ཡོག་མ་རེད་གསུང་གི་ཡོག་རེད། འདི་ལ་དབང་ཆེད་སྤྲད་པ་ཡིན་ན་ག་རེ་བྱེད་ཀྱི་རེད་ལབ་སོང་ན་ཨ་ནི་ཁོ་རང་རྒྱུན་དུ་ནས་ད། རང་འདོད་ཆེན་པོ། ཨ་ནི། འདི་ལ་གནོད་པ་སྐྱེ་ཨ་སང་སང་གི་གྲ་སྒྲིག་ཡོད་དད་འགྱོ། ད་ག་ན་སིན། ངས་འདི་དང་འདི་དཀྲུག་ཨ་སང་སང་གི་འཆར་གཞི་ཡོད་དད་འགྱོ། འདི་དང་འདི་ང་ལ་ཐོབ་པར་བྱེད་ཨ་སང་སང་གི་འདོད་རྔམ་ཡོད་དད་འགྱོ། བཟའ་རྔམ་ཡོད་དད་འགྱོ། འོ་དེ་འདྲས་ཡིན་དད་དུས། ཨ་ནི་དེ་ལྟ་བུ་ཅིག་ལ་དབང་རག་པ་དང་མ་རག་པ་བྱས་ན་དབང་མ་རག་པ་དེ་ཡག་ཡོད་རེད་ཨ་ནི། གནོད་པ་སྐྱེ་ཡ་དེ་ཤུགས་ཆུང་ཡོད་རེད་གསུང་གི་ཡོད་རེད་བ། ད་འདི་ད་ད་ངན་པ་ལ་དབང་མ་བསྐུར་གསུང་གི་འདུག་བ། ད་འདི་ནས་ང་ན་སུ་ནང་རྒྱུ་འདི་རེད། ཤེས་ཡོན་བེད་སྤྱོད་བཏང་སྟངས་ཐད་ནས། ཏང་སྣ་ཚོགས་མི་གཅིག་ལ་ཆ་བཞག་ན་འཇོན་ཐང་ཡོད་པ་ཤེས་ཡོན་ཤེས་བྱ་སྦྱངས་ཚད་དེ་ཚད་གཞི་མཐོ་པོ་ལ་ཡར་སླེབས་ཡོང་གི་འདུག་ན་འདིའི་ཁ་ལ་ཨང་སྣ་ཚོད་མི་འདེད་ལ། སློབ་གསོའི་གི་ཀུན་སྤྱོད་སློབ་གསོའི་གི་ཤེས་བྱ་དེ་མ་འདང་པ་ཡིན་ན་ཨ་ནི་གནོད་པ་སྐྱེལ་ཚད་དེ་ཤུགས་ཆེན་པོ་ཞི་བོ་ཆགས་ཀྱི་རེད། དེ་གསུངས་དེ་གོར་བ་ཆེ་ཚང་ང་སྣ་ཚོས་ཀུན་སྤྱོད་ཟེར་ཡག་དེ། ལྟ་ཅི་ཡོད་པ་ཡིན་ན་ཁོ་གཡང་ས་ནས་ཚུར་བཅུན་ཡག་གི་སྲབ་བསྒྲགས་པ་དེ་ཨ་ནི་དཀོན་ཅོས་རེད་འདུག་ག་དེ་སང་ང་ན་སུ་རྒྱུན་དུ་ནས་ཕ་མ་བཅས་ཀྱི་བུ་ཕྲུག་ལ་སློབ་གསོ་སྤྲོད་སྟངས་ཀྱི་སྐབས་སུ་ཡིན་ནའི་ལས་དཀོན་ཅོས་ཟེར་ཡག་དེ་རྒྱུན་ལྡན་གྱི་ད་ཡིན་ཤག་ཤག་གི་སློབ་གསོ་ཅིག་ལ་རྩིས་བྱས་ཁ་བྲལ་དུ་མེད་པའི་གི་ད་སོ་སོའི་སེམས་ནང་ལ་བཞག་དགོས་ཡག་དེ་གནད་འགག་ཆེན་པོ་རེད་བ་ད་ཡིན་ནའི་དཀོན་ཅོས་ཀྱི་སློབ་གསོ་ཐེབས་པ་ལ་གཙོ་བོ་ག་འདྲའི་དགོས་རེད་ལབ་ཡོང་དུས་ཨང་དང་པོ་དེ་ནི་འདི་དགོས་རེད་འཇམ་དགོས་རེད་གཉིས་པ་དེ་ནི་སོ་སོས་དཔེ་སྟོན་དགོས་རེད་གསུམ་པ་དེ་ནི་ཨ་ནི། ཁོ་རང་ལ་ཡང་རྩིས་འཇོག་བྱས་པའི་ཐོག་ནས་དཀོན་མཆོག་གི་ལོགས་སུ་ཐེབས་འགྲོ་བར། འོ་དེ་འདྲའི་ཆེད་དུ་ཆེ་ས་ངན་པ་ལ་དབང་བསྐུར་རྒྱུ་ཡོད་མ་རེད། འོ་དེ་འདྲའི་ཆེད་རེད། ད་འདི་ནས་གཉིས་པ་ག་རེ་ལབ་ཟེར་ན་བླུན་པོ་གྲོས་སར་མ་བཞག་ཟེར་གྱི་ཡོད་རེད་པ། མི་བླུན་པོ། གཅིག་ནས་བསམ་ཚུལ་ཡག་པོ་མེད་མགྱོགས་རེད་པ། གཉིས་པ་དེ་གཅིག་བཤད་ཡོད་པ་གང་ཞིག་ལ་དོན་དག་ཅི་ཡང་མེད་པར་བྱས་ཀྱང་ཉི་མ་རིང་པོ་སྐྱེལ་ཉེས་འབྱོར་བ་འདིའི་རིགས་འདི་གྲོས་བསྡུར་བྱེད་ས་ལ་ཤར་རྒྱུ་ཡོད་མ་རེད་གསུང་གི་ཡོད་ད་རེད། གྲོས་བསྡུར་སེ་རེ་གཙོ་ག་རེ་བྱེད་བར་ལབ་དུ་ང་ནག་ཚོས་འཆར་གཞི་གཅིག་བཟོས་རྗེས། འདིའི་ཉེན་ཁ་སེལ་སྟངས་དེ་འདྲ་དེ་འདྲ་དེ་འདྲ་ཞིག་རེད་ཟེར་བ་དགེ་མཚན་གོང་འཕེལ་དུ་བཏང་སྟངས་དེ་འདྲ་དེ་འདྲ་ཞིག་རེད་ཟེར་བ་དཀའ་ངལ་དེ་འདྲ་ཞིག་འཕྲད་སོང་ན་དེའི་སྐབས་སུ་ང་ཚོས་འཐབ་ཞུ་དེ་འདྲ་ཞིག་བེད་སྤྱོད་བཏང་དགོས་ཀྱི་རེད་ཟེར་བྱས་རྗེས་མདོར་བསྡུས་ན། རྣམ་དཔྱོད་ཡོད་མགྱོགས་ཀྱི་མི་དང་ལེགས་སོ་དེ་ལ་རྒན་གྱི་ཉེ་གི་མི་བཞག་དགོར་བ། ད་བླུན་པོའི་གཅིག་ནས་གྲོལ་སར་བཞག་པ་ཡིན་ན་གྲོལ་རྡོར་མི་འབྱུང་བའི་ཁར་གྲོལ་དཀྲུག་དཀྲུག་གི་ཡོག་རེད། གཉིས་ཐོག་ནས་ག་རེ་ལབ་སོང་ན་ཨ་ཁོ་རང་གི་དགེ་འདི་ཁྱེར་མ་བྱས་མ་བྱས་བྱས་ཨ་ནི། གྲོལ་རྡོར་བྱས་པ་ཡིན་ན་དེའི་གསང་བ་འདི་གའི་ཕྱི་ལོག་ལ་མ།

ནང་གི་ཡོན་ཏན་དེ་ཕྱི་ལ་མངོན་ཡང་དེ་དུས་སུ་བབས་མ་བབས་ལ་ལྟོས་བྱས་ད་མདོར་བསྡུ་ན་བུམ་ནང་གི་མར་མེ་ཟད་ནང་བཞིན་བྱས་བྱས་བྱ་ངན་དེ་འདྲའི་མཆོག་བསྡུ་བར་དེ་ཡིན་དེ་དུས་དེ་འདྲ་བའི་མཁས་པ་ལ་དཀོན་མཆོད་བསྟེན་སྟངས་འདི་ཡེ་རབ་ཡོ་རར་བ་ཉམ་ཆུང་ཞུ་བ་བྱེད་ཀྱི་རེད་དུས་ནམ་ཞིག་ཕྱི་ནང་ཡོན་ཏན་མེད་མདོག་བྱེད་ཀྱི་རུ་བ་དེ་འདྲའི་རིགས་ཅིག་ཡོད་དུས་དེའི་ཐད་ཀ་དེ་ཨེ་ང་ན་ཚོད་སྨན་སར་བཞག་ཡ་གི་ཉེས་ཁ་ཆེན་པོ་ཞུ་བ་བརྗོད་བ་ཅིག་དེ་རེད། གཉིས་པ་དེ་ལ་ཆ་ཤས་ན་འདིའི་ནང་ལོགས་ལ་ཡེས་ར་ལབ་ཡོང་གི་འོ་རེད་དོན་ངོ་ཐོག་ལ་ཨ་ང་ནག་ཚོས་མཁས་པ། ཡོན་ཏན་ཅན། ཨ་ནི་ཅིག། སྤྱི་སེམས་ཅན། ཤེས་ཤིང་དུལ་བ། འོ་ད་ཚོའི་རིགས་ལ་ཨ་ང་ནག་ཚོས་ཁོ་ནག་ཚོ་ད་མདོར་བསྡུས་ན། ཤེས་ཡོན་དང་ཉམས་མྱོང་གང་ཅིའི་ཐད་ནས་ཚད་གཞི་མཐོ་བ་ལ་སླེབས་ཡོང་དུས་ཙམ་པ། མི་ག་འགའ་ལོགས་ལ་ཅིག་གླེགས་ཚ་གུས་ཞབས་ཆེན་པོ།

སྔོན་མ་ད་ལྟ་འདི་གཅིག་གསུངས་པར་མཁས་དབང་གཅིག་གིས་དེ་འདྲ་ཞིག་གསུང་བ་ཤར། དང་པོ། མི་གང་གིས་ང་རང་ལ་གུས་ཞབས་བྱེད་དུས། ཨ་ནི་ང་རང་ཞི་བུ་ཅིག་ཡིན་པ་རེད་བསམ་བྱུང། ཨ་ནི་ངས་ད་དུང་སྤོབས་པ་ཐོར་བཏང་ཡག་དང་དེ་འདྲས་ཀྱི་བསམ་བློ་ཡང་ཡོང་གི་ཡོད་རེད། ཞུ་གུ་བསམ་བློ་ཡག་པོ་ཞིག་བཏང་དུས་ཁོ་ཚོས་ང་ལ་གུས་ཞབས་བྱེད་ཡག་དེ་དོན་དངོས་ཐོག་ལ་ཁོ་ཚོའི་ཡོན་ཏན་རེད་བྱ་མ་འདུག་ངའི་ཡོན་ཏན་རེད་མི་འདུག། འོ་དེ་འདྲས་ཞིག་ལབ་རེད་འོ་འདི་ནང་བཞིན་བྱེད་ཅེས་རོ་པཱ། ཡིད་རབ་དམན་སར་བཞག་རྒྱུ་ཡོད་མ་རེད། ད་མདོར་བསྡུས་ན་ང་ན་ཟོས་མཁས་པ་དང་རྣམ་དཔྱོད་ཅན། ཡོན་ཏན་ཅན་ཡིད་རབ་ཅན་དོ་ཚོ་ལ་གོང་བཀུར་བྱས་བྱས་ཁོ་ན་ཚོས་ཡིད་རབ་དམ་པའི་ལོག་སྲོལ་དོ་ཚོ་སོ་སོས་ཚུར་ལེན་དགོས་ཡག་གི་བསམ་བློ་གཏང་དགོས་ཡག་གལ་ཆེན་པོར་འདུག་དཔེར་ན་ང་ན་ཚོ་ནམ་རྒྱུན་མཁས་དབང་གཅིག་ཐུག་པའི་འོག་ཏུ་བཏང་པ་ཡིན་ན་བསམ་བློ་ག་འདྲས་གཏང་དགོས་ཀི་རེད་ཞུས་པ་ཡིན་ན་ཧང་སང་བྱས་དེ་ཡག་དེ་ད་ལོག་སྲོལ་འདྲ་པོ་ཆགས་པ་འོག་རེད་དེ་ཡིན་པ་ཡིན་ན་ང་ན་ཚོས་ཐུགས་བསམ་གཅིག་བཞེས་ཆོག་ལ་ཨོ་ཁོང་ཁེ་དབང་ཆ་འགྱོག་འདི་འབད་བརྩོན་བྱས་པ་རེད་དཀའ་ལས་བརྒྱལ་བ་རེད་སྡུག་རུས་བརྒྱལ་བ་རེད་བསམ་བྱས་ངས་ཀྱང་དེ་འདྲས་བྱས་ན་ང་ཡང་དེ་ལྟ་བུ་ཅིག་ཆགས་རྒྱུས་ཡོད་དེ་རིང་ནས་འགོ་བཙུགས་ཀི་ཡིན་བསམ་བསམ་གི་ཨ་བསམ་བློའི་ནང་ལ་གྲ་སྒྲིག་དགོས་ཡ་དམ་བཅའ་དགོས་ཡ་དེ་འདྲས་གནང་དགོས་འོར་མ་འདུག་ཨ་ང་ཚོའི་མི་ཚེ་ཁོ་རང་ལ་མི་བཟང་པོ་དང་རླབས་ཆེན་རྒྱན་རྒྱན་ཐུགས་པོ་སོ་སོ་འོ་འོ་མས་ལྷས་བྱས་བསྡད་པོ་བྱུང་ན་དེ་འདྲ་མདོར་བསྡུས་ན་ག་ལ་འོས།

ཡང་མེད་ན་གྲོས་བྱས་ས་བཏོན་པ་ཡིན་ན་ག་རེ་ཡིན་ནས་ལས་དང་པོ་དེ་ལེགས་ས་བསྟན་པ་ཡོད་རེད་གསུང་གི་ཡོད་རེད་བ་དེ་ཡིན་དེ་དུས་ཨ་ང་ན་ཚོས་རྗེ་བོ་བཟང་པོ་ཟེར་ལབ་ཡོང་དུས་རྗེ་བོ་ཟེར་ཡ་དེ་དག་ནི་འདི་བྱེད་མཁན་གྱི་དཔོན་པོ། ལམ་སྟོན་བྱེད་མཁན་གྱི་བླ་མ་དགེ་རྒན། སོ་སོ་ལ་རྒྱུན་ལྡན་ནས་ཅིག་ག་རེ་ཞུ་གི་རེད། སློབ་གསོ་སྐྱོན་མཁན་གྱི་མཁས་དབང་དམ་པ་དོ་ཚོའི་རིགས་ལ་ཨ་ནི་ཇོ་བོ་སེ་ལབ་དགོས་པ་རེད། དེ་ཡིན་དེ་དུས་ཨ་ང་ནག་ཚོས་སྔ་ཕྱི་ཟེར་ན་ངོ་མ་སོ་སོའི་གི་ཚའི་བྱ་འགྱོ་དང་འཇལ་བསྡད་པ། ཨ་ནི་ད་ག་ནང་བཞིན་སོ་སོའི་ལས་དང་སྟེས་དབང་གི་ཐུག་བསྡད་པའི་གི་མི་སྣ་དམ་པ་དོམ་ཚོ། མ་སྤངས། ཅུང་ཟད་མ་འགྲིག་པ་བསལ་ཡ་དེ་གངྒཱའི་ལོ་ལོ་ཡོང་ཡ་དེ་ཆོས་ཉིད་རེད་དེ། ལེགས། བརྩེ་ཆེན་མ་དྲིས་པོ་ད་ག་ཨ་ནི་སོ་སོ་ལ་བཀའ་དྲིན་ཆེན་ཆེན་པོ་ཡོད་བསྟན་འགྱུར་བ་དྲིན་འདི་ག་ལ་གསར་མ་བཏང་མ་ཐུབ་པས་ང་ཚོ་ལ་དྲིན་མེད་ཟེར་སྦྱོར་བ་དེ་འདྲས་མ་བྱེད། བྱས་ཙང་འདིའི་འདི་དུ་ང་ནགས་སུ་ནམ་རྒྱུན་འདི་བརྗོད་པ། གྲོགས་པོ་གསར་པ་དགའ་བདེ་སྙིང་པོ་བསྟན་གསར་བས་ལ་འོ་དེ་འདྲས་ཀྱི་གཏམ་བརྗོད་པ་ལ་འོ་དེ་ནང་བཞིན་བྱས་བྱས། ང་ནགས་སུ་ཨ་གསར་མ་བྱས་གསུང་གི་ཡོད་རེད། ལེགས་སོ་ལེགས་སོ་མ་དྲིས་པོ་ཡོང་གི་རེད་དེ་དོན་ངོ་ཐོག་ལ་ཨ་ནི་ཁ་ལ་དམ་གཙང་གི་བར་སུ་འབྲེལ་བ་བཞག་ཚར་ཡོད་དུས་གར་བྱས་ནའི་ལས་དེ་རྒྱུས་མངའ་ཡོད་རེད་གསུང་གི་ཡོད་རེད་སྔ་རྗེས་མ་དབང་རྗེ་བོ་བཟང་པོ་སྔ་མ་དེ་མ་དབང། རྗེ་བོ་བཟང་པོ་ཕྱི་མོ་དེ་ཨ་གསར་བྱས་རྗེས། ལེགས་བཙལ་རྗེས་མ་འདྲ་བ་ཞིག་མཐོང་མ་ཐག་ཧང་སངས་རྗེས་མ་བཙལ། དེ་དུ་བྱས་ན་གོམས་གཤིས་ངན་པ་གཅིག་བྱས་དུས་ཡང་གཞུག་གི་དེ་ད་ག་རང་བྱ་གི་རེད་བ། མི་འདི་ལ་གཅིག། གྲོགས་པོ་རྙིང་པ་ད་གཅིག་ཟེར་ཡ་དེ་རྩ་བ་ཉིད་ནས་མེད་པ་བྱ་གི་རེད་བ།

ད་གཟོད་ལ་ག་རེ་དུས་ཚོད་རིང་པོས་ག་རེ་མཚོན་ཐུབ་ཀ་རེ་ལབ་དེ་ངང་རྒྱུད་དང་ཁོ་གཉིས་གཉིས་ཀྱི་མི་གཤིས་དེ་དང། ཕྱི་ཐག་རིང་བ་ཟས་དང་མཚོན་ཐུབ་ཀི་ཡོད་རེད། འོ་དེ་དེ་ཚོ་རེད་བྱ། ད་འདི་ནས། གསོན་པོ་འདི་ལ་མཁས་པ་རེ་ཟུང་མ་ཕོར་སྤྱི་མི་འདྲ་རུ་མ་ནས་ཟས་འདི་ཡོང་འདུག་ཨ། ཟླ་འདི། ང་ནག་ཚོས་སྤྱི་ཚོགས་ཁོ་རང་ནང་ལོགས་ལ་གལ་ཆེན་པོ་བྱེད་དགོས་པ་རེད་བ། སྤྱི་ཚོགས་འདི་ཇི་ཙམ་གྱིས་སྔོན་ཐོན་བྱ་བ་དང་སྤྱི་ཚོགས་དེ་ཇི་ཙམ་གྱིས་ཡར་རྒྱས་ཀྱི་ལམ་ཀ་ལ་ཕྱོགས་པ། སྤྱི་ཚོགས་དེ་ཇི་ཙམ་གྱིས་ནི་དུས་ཚོད་ཐུང་ཐུང་གི་ནང་ལོགས་ལ་འཕེལ་རྒྱས་ཤུགས་ཆེན་པོ་འགྲོ་ཡག་གི་ད་ལྟའི་བར་གྱི་གར་ཡོད་རེད་ལབ་ཡོང་དུས་ནི་སློབ་གསོ་ལ་གལ་ཆེན་པོ་བརྩི་ཡག་མཁས་པ་ལ་གུས་ཞབས་བྱེད་ཡག་གཅེས་སེམས་ཆེན་པོ་སྤྱིར་གྱི་མི་སྤྱི་ལ་བསམ་བློ་བཏང་ཚེ་ལས་ཀ་བྱེད་མཁན་དུ་ཚོ་ལ་ནི་ཅིག།

བདེ་འགྲོར་ཡས་བུམ་པ་གཅིག་རྡོ་ལ་གཏད་པ་དང་གཅིག་པུ་ཆར་སོང་ངོ་ཟེར་དེ་འདྲས་ཀྱིས་ཁ་མོས་དེ་འདྲས་གསུངས་ཡོང་གོ་བར་བ། བྱས་ཙང་འདིའི་འདི་དུ་ང་ནག་ཚོས། རིན་ཐང་ཅན་གྱི་ཕ་ལམ་གྱི་ཟོལ་འགྱུར་གྱི་བུམ་པ་གཅིག་མི་ཚང་གཅིག་ལ་ཡོད་པར་ཆ་བཞག་ན། ཨ་འདི་རིན་ཐང་ཧ་མ་གོ་བ་བྱས་ཚེ་རྡོ་ལ་གཏོད་ཚེ་ཅང་ན་གྱོང་གུད་ག་ཚད་རེད་བར་བ། འདི་ནག་ཚེ་མཁས་དབང་དགེ་འདུན་ཆོས་མེད་ལྟ་བུ། བདེ་འགྲོ་ཡས་བུམ་པ་ལྟ་བུ་བྱས་དེའི་འདི་དུས་ཨ་ང་ནག་ཚོས་སྤྱི་ཚོགས་ཀྱི་རིན་ཐང་འཛིན་མ་ཐུབ་པ་བྱས་ཚེ། མཁས་དབང་འདི་ལྟ་བུ། དགོང་ལ་ཆུ་འཛུལ་ལ་དགོང་མོ་རྫོགས་པ་ཡང་དེ་འདྲས་ཡང་ཚད་བོར་བར་བ། གཉིས་པ། ཁ་རལ་ལབ་སུ་ནའང་ཁོ་རང་གི་རྣམ་དཔྱོད་ཀྱི་རྩལ་ཡོངས་རྫོགས་སྟོན་ཐུབ་ཡོད་མ་རེད་ད་དུང། དཔེར་ན། རྒྱལ་རབས་དེབ་སྡེའི་སྐར་ཁུང་ལ་ཆ་བྱམས་ནས་ལ་རྩོམ་འཕྲོ་ལུས་ཆེད་དགོངས་པ་རྫོགས་དགོས་བྱུང་རྒྱུ་རེད། བྱས་ཙང་ཁོང་གི་ད་ལྟ། འདི། བསྟན་བཅོས་དོ་ཚོ་ལ་བག་ང་ན་ཚོའི་ཐུགས་བསམ་ཞེས་པ་ཡིན་ན། ཧ་ཅང་གི་རིན་ཐང་ཆེན་པོ་ཞུ་བ་ཅིག་ཡོད་དེ་ཡ། གཏམ་རྒྱུད་གསེར་ཐང་གཏམ་རྒྱུད་གསེར་ཐང་ལྟ་བུ་ལྟ་བུ་ཅིག་ལ་ཆ་བཞག་པ་ཡིན་ནའི་ལས། ག་འདྲས་ཅིག་གི་གནས་ཚུལ་ཡིན་ནའི་ལས་དེ་ནང་ལ་མ་ཚང་བ་མེད་པ་ལྟ་བུའི་བསྟན་བཅོས་དཔེ་ཡག་པོ་དེ་འདྲ་ཡོང་གི་འདུག་ཨ་འོ་དེ་འདྲ་རེད། ང་ནག་ཚོ་སྤྱི་ཚོགས་ཁོ་རང་ནང་ལ་སློབ་དཔོན་ཐོན་མི་ལྟ་བུ། བཀའ་དྲིན་ཆེན་པོ་ཞུ་བ་ཅིག་རེད་དེ་ཡང་ང་ནག་ཚོས་ཁོང་ལ་དྲན་གསོ་བྱེད་ཡག་གི་ཉི་མ་བཅས་བསྟན་གྱིན་མེད་པ་རེད། ད་ཆ་སོ་སོའི་མེས་པོ་གོང་མ་འགོ་ཚུགས་པའོ་མ་རེད་པ། དཔེར་ན་ང་ནག་ཆུ་བོད་མའི་ས་ཁུལ་ཡོན་ཏན་ལས། གཡུ་ཐོག་ཡོན་ཏན་མགོན་པོ་གསར་པ་དང་རྙིང་པ་ག་དུས་བྱུང་མིན་མཛད་པ་ག་འདྲས་བསྐྱངས་མིན་ཁོ་ནར་སྐུ་ལས་ཁ་ཚད་སྐྱོན་མེད་དོ་ཚོ་ཡང་ངོ་ཤེས་ཀྱི་ཡོད་མ་རེད་པ། འདི་ག་རེད་ལབ་སོང་ན། ཁྱད་པར་རས་སུ་བོར་བ་ཟེར་ཡ་དེ་རེད་པ། ཨ་ཡ་ང་ནག་ཆུ་ནམ་རྒྱུན་ཅིག་སོ་སོ་འཛུགས་སྐྲུན་ཅན་གྱི་ཁང་མའི་ནང་ལ་བསྡད་ཀྱི་ཡོད་རེད་ཅིག། ཉིན་འགའ་ལ་བག་ཡོད་ལ་ཡག་གི་ཆེད་དུ་ཟམ་པ་དྲོའི་སྒྲོ་གོ་བར་གྲུ་གཟིངས་ནང་པའི་སྒྲོ་གོ་བར་དེ་འདྲ་གི་སྐབས་སུ་ཡང་ང་ནག་ཚོས། རླབས་ཆེན་གྱི་སྤྱི་ཚོགས་ལ་བྱས་རྗེས་བཞག་མཁན་འགྲོ་འདུག་ཐང་སྟོང་རྒྱལ་བོད་ཀྱི་ག་འདྲས་བྱས་དཀའ་ལས་བརྒྱབ་ཡོད་མེད་ལྕགས་ཟམ་ག་ཚད་བསྐྲུན་ཡོད་མེད་བློས་གཏོང་ག་ཚད་བྱས་ཡོད་མེད་ལྟ་ན་ང་ནག་ཚོས་གོང་གི་སྐྱེས་ཆེན་དམ་པའི་རྣམ་ཐར་དང་སྐྱེ་བོ་རྣམས་ལ་ཡིད་ཀྱི་བརྟན་པ་དབང་མེད་དུ་འཕྲོག་འཕྲོ་ཡ་གི་འཁྲབ་ཚན་གཉིས་ཟུང་འབྲེལ་བྱས་ཚེ་ཨི་ང་ནགས་སུ་ཐོན་ད། ལྷ་མོ་གསར་ཐོན་སྣང་བར་བ། ལྷ་མོའི་འཁྲབ་ཚན་དང་འདི་དེ་ནས་མ། དེང་གི་ཆ་ལ་སྐད་སྒྲ་ཆེ་ཤོས་བརྒྱད་ཡོང་གི་ཡོད་རེད་བ། འོ་དེ་ཡིན་དེ་དུས། དེ་ཚོ་ཡང་བརྡེག་པ་བར་དེ། གཅིག་ནས་དེ་ཚོའི་རིན་ཐང་མ་ཤེས་པའི་ཁར་དེ་ཚོས་དོན་བྱེད་མཁན་ཡོད་མི་དེ་དེ་བས་ཀྱང་ཤེས་ཀྱི་ཡོད་མ་རེད་བ། ཨི་ང་ནགས་སུ་ཐོན་ད། གཅིག། དེ་སྲིད་སངས་རྒྱས་རྒྱ་མཚོ་ལྟ་བུ། གར་མཆོད་བོགས་རེ་བརླབས་ཡོང་དུས། སྔ་ན་སུ་ཕོད་ལ་གསོ་རིག་གི་བླ་བྲ་འཛུགས་ཡག། ཕོ་བྲང་བཞེངས་ཡག། ད་ག་ནང་བཞིན་ཆོས་འབྱུང་ལོ་རྒྱུས། རྩིས། སྨན། དེ་བཞིན་དུ་སྔ་ན་སུའི་སྨན་ཐང་ལ་ཆ་བཞག་ན་དགེ་བཅུ་ཐང་པ་དེ། ཁོང་གིས་འདི་ནས་མ། འཆར་འགོད་གནང་ཞེས་བཤང་བཤང་གྱོར་གྱི་རེད། ཨ་ནི་ཡིག་གཟུགས། ཐང་གའི་ལུགས། ད་མདོར་བསྡུས་ན་གང་གི་ཆ་ལ་ཡང་དགེ་འདུན་ཆེན་པོ་ར་ཐ་ན་ཕ་ཤ། ག་རེ་ལོག་པ་རེད། ཅིག། སྒྱུ་རྩལ་གྱི་སྐོར་དེ་འདྲའི་ཆུང་ཆུང་ཅིག་ལ་ཡང་བོད་པ་ཁོ་ན་ཚོས་མཛད་པ་རྒྱག་གནང་བྱས་དེང་གི་ཆར་ལ་དེབ་མཇལ་ཡ་ཡོད་པ་དེ་འདྲའི་གི་ད་བཀའ་དྲིན། མདོར་བསྡུས་ན་ང་ནག་ཚོ་ལ་ཅིག་བཞག་བཞག་ཡོད་རེད། ཡིན་པ་ཡིན་ནའི་ང་ནག་ཚོས་སྐྱེས་ཆེན་དམ་པ་དང་ཚོ་རྩ་བ་ཉིད་ནས་མཁྱེན་གྱི་ཡོད་མར་པར། ཨ་འདི་ནས་ང་ནག་ཚོས་མཛངས་མི་རྒྱས་ཟེར་ཡ་ད་པོ་རེད་བ་དེ་ནས་ཡ་ཟེར་ན་ཧ་ཅང་གི་མང་པོ་ཡོད་རེད་བྱས་ཙང་ང་ནག་ཚོས་མཁས་པ་མཁས་པ་ལ་ངོས་འཛིན་ཐུབ་དགོས་ཡ་དེ་གལ་ཆེན་པོ་ཧྲིལ་པོ་ཅིག་རེད། ད་དེང་གི་ཆར་ལ་བརྩིས་པ་ཡིན་ན་ང་ནག་ཚོས་འཛམ་གླིང་འགའ་ལ། ལྷ་ལོ་དང་བརྡ་རྙིང་འགྲོ་བ་འཇར་པན་གྱི་མི་རིགས་སྐད་གྲགས་ཆེན་པོ་ཞིག་ལ་བྱོལ་སྐོར་ཁོང་ཚོའི་ནང་ལོགས་ནས་ཁོང་ཚོས་འདི་ལབ་པ་རེད། ལོ་ལྔ་བཅུའི་ནང་ལོགས་ལ་འཇར་པན་གྱི་མི་རིགས་ནང་ལོགས་ནས་ནོ་ཝེ་གྱི་གཟེངས་རྟགས་སྨད་ཐུབ་ངེས་དེ་འདྲའི་མི་སུམ་ཅུ་ཐམ་པ་བྱུང་འབུ་བྱེད་ཀྱི་ཡིན་ཟེར་རྗེས་ད་དམ་བཅའི་ཚོར་བྱ་ཆེད་འཛམ་གླིང་ཁོ་རང་ལ་ཁས་ལེན་བྱས་མྱོང་ཟེར། དེ་ཡིན་དེ་རེད་ད། ཁོང་ཚོའི་གི་ལུང་པ་ནས་ལོ་རེ་རེ་ལ།

འདི་ག་ཁུ་རེ་གལ་ཆེན་པོ་བརྩིས་ཙང་ཨང་ཁོ་ཚོ་ལ་དེ་ལྟ་བུའི་མི་མང་པོ་ཡོང་གི་འདུག་དེ་ཡིན་དུས་དུས་ཨང་ང་ནག་བཙོས་ཀྱང་ཡིན་ཅི་མིན་ཅི། མཁས་པ་ཡིན་ན་མཁས་པ་ལ་བརྩི་རེ་བ། སྤྱི་མི་ཡིན་ན་སྤྱི་མི་ལ་བརྩི་བྱས་བརྩེ་གཏོང་དང་ཁོ་ཚོ་ལ་ད་མདོར་བསྡུས་ན་དད་པ་ཟེར་བོར་བའི་རིན་ཐང་མ་བརྩི་བ་ཡིན་ན་ད་ནི་ཉུང་རུ་ཉོ་འགྲོ་གི་རེད་པ་འོ་དེ་འདྲའི་ལྟར་བྱས་ཙང་ང་ནག་བཙོས་མཁས་པ་རེ་ཟུང་མང་པོ་རུ་ཟེར་ཡག་དེ། མཁས་པ་དེས་ཁྱད་པའི་རིན་ཐང་ཧ་མ་གོ་བའི་ཚད་ཟེར་མིན་བླུན་པོ་ནང་བཞིན་བྱས་ཚེ་ང་ཚོས་མ་བཞག་གསུང་དགོས་པ་རེད། སྔར་ལ་གཡོ་འགུལ་མ་ནུས་པ་དེ་སྲིད་གཞན་དང་ཁྱད་ཆེ་ཞིག་བྱ་ཞིག་མེད་པའི་སེམས་ཀྱི་དཔེ་འདི་དང་གུ་ངོས་རྒྱལ་མཚན་གྱིས་མཁས་པ་བརྩད་ཅིང་མ་དྲིས་པ་དེའི་བར་དུ་གཏིང་མི་དཔོག་གསུང་གི་ཡོད་དུས་ང་ནག་ཚོས་མཁས་པ་ཐུགས་གསུམ་ན་དར་སློབ་སྦྱོང་ལན་ཡང་གི་རྩིས་རྒྱབ། གྲོས་བསྡུར་བྱས་ཡང་གི་རྩིས་རྒྱབ་ཉམས་མྱོང་ལེན་ཡང་གི་རྩིས་རྒྱབ་སོ་སོའི་མི་ཚེའི་བླང་དོར་ལམ་སྟོན་གྱི་ཤེས་རབ་དེ་མཁས་པའི་སྐུ་མདུན་ནས་ཚུར་གནང་ཡང་གི་རེ་བ་རྒྱབ་བྱས་འོ་དེ་འདྲས་གི་གྲ་སྒྲིག་བྱ་དགོས་རེད་ཟེར་མོ་གཏོགས་མཁས་པ་དེ་ཨ་ནི།

བྱས་ཙང་འདི་ཡིན་འདི་དུ་ང་ནག་ཚོས་ནམ་རྒྱུན་སྒེར་གྱི་འཚོ་བ་ལ་ཆ་བཞག་ན་འཚོ་བ་འདོད་ཆུང་ཆོག་ཤེས་དང་གྲོགས་པོ་ཡིན་ན་འདི་གིས་ད་ག་ཡོང་བསྡད་དགོས་བ་རེད་བྱས་ཙང་ང་ནག་ཚོས་ནམ་རྒྱུན་འདོད་ཆུང་ཆོག་ཤེས་ཟེར་ཡ་དེ་སྒེར་ལ་བརྟེན་དགོས་ཡ་བྱས་སོ་སོའི་ངོས་ནས་འདོད་པ་ཆུང་ཤེས་ཆོག་ཤེས་བ་ཟེར་ཡ་དེ་དངོས་གནས་གལ་ཆེན་པོ་རེད་བདེ་སྐྱིད་ཀྱི་སྒོ་དངོས་གནས་འདི་རེད་བདེ་ད་ལྟ་ཡོད་པ་དེ་གས་ཀྱི་གླུ་ཡིད་ཚིམ་དུ་ཚུར་ལ་རིན་ཐང་ཧ་གོ་ཆེ། དུས་ཆུང་ཆོག་ཤེས་གསལ་དེ་དངུལ་དང་དཔལ་འབྱོར་གྱི་སྐོར་ལ་བསྟེན་ཡ་ཁྱེད་མ་རེད་ག་འགའ་ལོར་བསྟེན་དགོས་རེད། ཐ་ན་གཟུགས་ལང་ཚོ་སོ་སོའི་ལུས་པོའི་ནད་དང་སེམས་ཀྱི་ནད་དང་ཁྱིམ་ཚང་གི་ནད་དང་ཁྱེད་རང་བསྡད་སའི་གི་ཤར་ནུབ་ལྷོ་བྱང་ག་འདྲི་ཅིག་ཡིན་ནའི་དེའི་ནད་དང་ཡན་ཆོད་ནས་དུས་ཆུང་ཆོག་ཤེས་ནང་ལོག་ལ་བཅུག་གུག་གོ་ར་མོ་འདུག་ཨ་ཁྱེད་རང་ལ་དེ་གི་རང་མ་རེད་བ་དེ་གི་གུག་བསྡད་ན་དེ་གི་རང་མ་རེད་བོ་དེ་འདྲས་རེད། འདོད་པ་ཅན་ལ་ནོར་མ་ལྡན་ཟེར། གཉིས་ཐོག་ནས་ད་ལྟ་བདག་ཉིད་ཆེན་མོ་རྒན་བདེ་དེ་འདྲས་ཞིག་གསུང་བཞག་རེད་རྒན་བདེ་ཀྱིས། སའི་གོ་ལ་དེ་ལ་དུང་རྒྱུ་བདུན་ཅུ་ཐམ་པའི་གི་ནི་དགོས་མཁོ་སྐོང་ཡག་གི་ཆ་རྐྱེན་ཆ་ཚང་ཚང་བསྡད་པ་རེད། ཡིན་ནའི་ལས་མི་ཧམ་སེམས་ཅན་དང་མི་འདོད་རྔམ་ཅན་གཅིག་གི་ཡའི་དགོས་མཁོ་སྐོང་ཐུབ་ཡག་གི་ནུས་པ་འདི་ད་སའི་གོ་ལ་ཕར་བཞག་ཨ་ནི་སྐར་མའི་གོ་ལ་གཞན་དག་ག་ཤེད་སྣོན་པའི་གི་ནི་ལས

ཚིག་གཅིག་འཛིན་པའི་ཚེ་སྙིང་བོ་འདི་རེད། དཔེར་ན་ང་ནག་ཚོས། མི་འདི་གི་འོག་ལ་རུ་བ། མི་འདི་ལ་དད་གུས་བྱེད་ཉེན་དང་དེ་འདྲས། མི་ཡི་དུང་རྒྱུ་གཅིག་ཅེས་བརྗོད་པ་ཆགས་ཤག་ད་ང་ཚོས། སྤྱི་མི་འདི། སྤྱི་མི་འདི་ལྟ་བུ་ཅིག་ལ་འོག་ལ་བརྩི་འཇོག་བྱེད་ཉེན་མི་དུང་རྒྱུ་ཅིག་འདུག་པ། ད་ཁོ་རང་ལ་ང་ཚོས་དགྲར་ལངས་པ་ཡིན་ན་འོག་གི་ཁོ་རང་གིས་ད།

ད་ཚོད་མེད་པོ་ལ་གྲོས་བྱས་ན་ག་རེ་ཡོང་གི་འོ་རེ་ལབ་ཡོང་དུས་ཨ་ནི་ཨང་དང་པོ་དེ་གྲོས་ཀྱི་སྙིང་པོ་དེ་ག་རེ་ལབ་ན་མདོག་མདོག་དེ་ཚོ་སྟོན་ཐུབ་ཡོད་ས་གོ་རོགས་ད་ཚོད་མེད་པོ་ལ་ང་ན་ཚོད་གྲོས་བྱས་པ་ཡིན་ན་དེའི་ནང་ལོགས་ནས་དགོས་དོན་སྙིང་པོ་མདོག་མདོག་དེ་ཚོ་སྟོན་ཐུབ་མ་རེད་བྱས་ཙང་ང་ན་ཚོ་ད་ལྟ་ཅིག་སློབ་སྦྱོང་བྱས་ནས་རེད་གར་ལོག་རེད་སློབ་གསོ་ཉན་ནས་རེད། གཏམ་གླེང་བྱས་ནས་རེད་ལྡོག་ཕྱོགས་ག་རེ་ལབ་ཡོང་དུས། སོ་སོ་ལ་དགོས་དོན་གྱི་སྐོར་དང་ད་འདིའི་ནང་ལོག་ནས། ད་དངོས་གནས་རྒྱུ་འདོད་བཏང་ཡང་འོ་འདི་ཐབས་ཤེས་འདི་བེད་སྤྱོད་བྱས་ན་ཐུགས་ཁུར་རེད་ཟེར་ཞིང་འདི་མེད་པས། ཨ་ནི་ག་ས་ག་ལ་འབྲེལ་བ་རྒྱུ་རེད་བཤད་པ་ཡིན་ན་ཨ་ནི་ང་ཚོ་ལ་ལྡོག་ཕྱོགས་རང་མ་རེད་ཟེར་བ། བྱས་ཙང་ཚོད་མེད་པ་ལ་གྲོས་མ་བྲི་ཟེར་གཅིག་འདི་རེད། གཉིས་པ་དེ་ཚོད་མེད་པ་ལ་གྲོས་བྲི་བ་ཡིན་ན་ཨ་ནི་ཁོ་རང་ལ་ཚོད་མེད་པ་རང་གསུངས་ཙང། གྲོད་གཏོར་ཡ། ད་ག་ནང་བཞིན་གྲོད་ཀྱི་སྙིང་པོ་ལ་ཡ། ཧོ་དེ་འདྲས་ཀྱི་སྙིང་ག་ཡོག་རེད། ཁ་མང་པོ་ལ་སྙིང་གཏམ་མ་བྱེད། ད་ག་རེད་ད་འདི་ང་ན་ཚོ་ཁྱིང་གི་རེད་པ། སྙིང་གཏམ་བྱས་དེ་སྤྱིའི་ཆ་ནས་ཅིག་ག་བཤད་ལ་སང་དགོས་ཡ་རིག་གི་ཡོག་རེད་ག་བཤད་ནི་མ་རྒྱག་དགོས་ཡ་རིག་གི་ཡོག་རེད་ག་བཤད་གཞན་དག་གི་ཧ་གོ་ནི། དོན་དངོས་ཐོག་ལ་ཕན་ཡ་ཡིན་ནི་ལེ་གོ་ལེ་མ་ཆེན་པོ་བྱས་བྱས་ཡང་བར་སྣང་ལ་གནོད་འགྲོ་ཡ། ང་ཚོ་རྩེད་མོ་མ་བྱེད་ཟེར་བ་རེད་ཨ་ནི་རྩེད་མོ་བྱེད་ན་ལམ་སང་རྒྱག་རིག་གི།

དེ་ཚོ་སྒྲུབ་ཐབས་མེད་འགྱོག་གི་ལས་ཀ་འདྲ་བོ་རེད་འདུག་ལྷག་པར་དུ་ཡག་གི་གང་ང་ཡོང་བ་ཞུ་སྡུག་གི་གང་གཞན་དག་ཡོང་བ་ཞུ་ཟེར་རེ་བ་དེ་འདྲས་བརྒྱབ་བསྡད་ན་ཨོ་རེ་བ་འདིའི་མིང་ལ་ག་ཟེར་རུང་སྟོང་བསམ་རང་ཤེས་ཆེན་པོ་ཟེར་དུས་ཨོ་དེ་འདྲས་ལ་ཟ་བྱས་ཙང་འདི་རྩ་བ་ཉིད་ནས་ཡོང་ཡ་ཡོད་མ་རེད་གསུང་དགོས་གཙོ་བོ་དེ་མི་ཐུབ་པ་ལ་ང་ནག་ཟུ་ཐོག་མ་འདུག་ཟེར་དེ་འདྲ་མ་བྱས་ཟེར་ཡའམ་ཨུ་ཚུགས་མ་རྒྱག་ཟེར། ནམ་རྒྱུན་ང་ནས་འདི་འདུག་ག་བརྩོན་འགྲུས་ཟེར་དེ་ལ་ཁྱད་ཆོས་ག་རེ་ཡོད་ལབ་ཡོང་དུས་བརྩོན་འགྲུས་ཟེར་དེ་ལ་འདི་ཡོད། འགྲུབ་ཐུབ་པའི་ལས་ཀ་དེ་ཚོ་ལ་སྤྲོ་སྣང་བྱེད་ཡག་ཆེ་ཙང། དེ་ཡིན་དུས་དུས་དེའི་རྒྱབ་ལོག་ལ་ཤེས་རབ་ཀྱི་རྒྱབ་ལྗོངས་འདུག་ག་དཔེ་ལ་ན་ཚོད་ཨུ་ཚུགས་རྒྱག་ཡག་ཆོག་རེད་པ་འོ་འདི་ཉེན་ཁ་ལེགས་ཚོད་ཡོད་རེད་གསུང་གི་ཡོད་རེད། མི་བདེན་པ་ལ་ཤག་མ་སྟེར། ད་བདེན་པ་མིན་པ་དེ་འདྲའི་དེ་འདྲ་ལ་ཨ་ནི། བཅུ་དྲུག་ཚེས་བཅས་ང་ནག་ཚོས་གཉིད་ཡག་གི་ཡོད་མ་རེད། དེ་ཡིན་དུས་ནི་ང་ནག་ཚོས་ཤག་འདིར་ལབ་ཡོང་དུས་ཤིག། གསོལ་བ། གཏམ་གླེང། འོ་དེ་འདྲས་ག་རེ་བྱས་པ་ཡིན་ནས་ཁོའི་དགོས་དོན་སྙིང་པོ་ག་རེ་ལབ་ཡོང་དུས་གནས་ལུགས་ཉིད་ཡ། བདེན་པ་ཉིད་ཡ། ཡང་མིན་ན་ཐབས་ཤེས་ཉིད་ཡ། ཁ་ཕྱོགས་ཉིད་ཡ། འོ་དེ་འདྲས་ཀྱི་དོན་དག་ལ་འདི་ཞིག་རུ་མ་འདུག་ཨ། མི་བདེན་པ་ལ་ཤག་མ་བདེས། འོ་འདི་ཅིག་གསུངས་ཡོང་དུས། ད་འདི་ནས་མི་སྒྲུབ་པ་ལ་ཁས་མ་ལེན་མི་འཇོག་པའི་ལས་ལ་མ་འཇུག། འོ་ད་རེད། ད་འདི་མི་སྒྲུབ་པ་ལ་ཁས་མ་ལེན་ཟེར་ཡ་དེ་ཡང་ང་ནག་ཚོའི་ནམ་རྒྱུན། གལ་ཆེན་པོ་རེད་བ་ལྷག་པར་དུ་ང་རང་ལ་སྐྱོན་ཆ་དེ་དཔེ་ཆེན་པོ་ཡོད་ག་རེ་མི་གི་གཅིག་རྗེས་ཤུལ་གཉིས་རྗེས་ཤུལ་ལབ་ཡོང་དུས་ལམ་སང་ཁས་ལེན་པ་ལ་ཤོར་ཆེ་ན་ཞུ་གུ་དེ་འགྲུབ་མ་ཐུབ་པ་བྱས་རྗེས་དཔེར་ད་དང་བོད་གི་འཆམ་པོ་ཟེར་བར་བས་བོ་དེ་ག་ལེ་ག་ལེ་ག་ལེ་ལ་ནི་ཉོག་གྲོ་ཉོག་གྲོ་བྱས་ཡོང་གི་འདུག་བ་བྱས་ཙང་ང་ནག་ཆུ་ནང་རྒྱུན་འཇུག་ཐོག་དོ་ཚོ་ལ་གལ་ཆེན་པོ་རེད་བཞག་སོ་སོས་སྒྲུབ། ཐུབ་པ་ཅིག་ངེས་པར་དུ་སྒྲུབ་ཐུབ་པ་ཅིག་ཡིན་ན་ངས་སྒྲུབ་ཐུབ་འདུག་ཟེར་བའི་ཕར་ལབ། སྒྲུབ་མི་ཐུབ་ན་ཐད་ཀར་ལབ་མ་ཤེས་ན་ཨ་ནི། མ་སྒྲུབ་པ་ཡིན་ནའི་ད་ཅིག་བསམ་གི་རེད་བསམ་སྟེ་ཅི་ཞིག་ཁས་ལེན་བྱས་པ་ཡིན་ན་ཞུགས་ཏེ་ཨ་ནི། ཁོ་རང་གི་ཚུགས་བློས་ཅིག་བསྐྱལ་བཞག་སོ་སོས་ཡང་སྒྲུབ་མ་ཐུབ་ཅིག་དུས་ཚོད་བསྐྱལ། གོ་སྐབས་ཤོར། ཨ་འདིའི་བར་ཚེ་ལ་ནས་རྙོག་གྲ་མང་པོ་ཞུགས་ཅིག་ལངས་ཡོང་དུས་ཚེ་ཚང་ང་ནག་ཚོས་སྒྲུབ་མ་ཐུབ་པ་ལ་ཁས་ལེན་མང་མང་ཟེར། ལྷག་པར་དུ་ད་ལྟ་དམ་པ་ཟེར་ཡ་དེ་མཁས་པ་ཟེར་ཡ་དེ་ལ་དངོས་གནས་ཁྱད་ཆོས་ཡོད་ཐག་ཆོད་རེད། ཁ་སིང་ངང་ཚང་ལས་ཞུས་པ་རེད་དྭངས་མ་མང་པོས་ཁས་ལེན་མང་པོ་བྱེད་ཀྱི་མ་རེད། ཡིན་པ་ཡིན་ན་ཁས་ལེན་ཚང་མགྱོགས་དེ་ཚིག་དེ་བརྩམས་པ་རྡོ་ལ་རེ་མོ་དགོས་པ་ནང་བཞིན་སེམས་ལ་ཉར་བྱས་གང་ལྟ་ཤི་སྲོག་ལ་ཐུག་ནས་ལས་རྒྱུ་འདོགས་སྡང་མ་རེད་ཟེར་ཞིང་ངུ་འདུག་བ་ཧོ་རྡོ་གཟུགས་དཔེ་ཡག་པོ་རེད་མི་སྒྲུབ་པ་ལ་ཁས་མ་ལེན། མི་འཇོག་པའི་ལས་ལ་མ་འཇུག། ད་སོ་སོས། ཧབ་སུ་ཁྱོ་ནས་མ་བསྡུས་པའི་ལས་ཀ་དེ་འདྲེ་ལ་འཇུག་མ་འདོད་ཟིག་བོ་རེད་པ་དཔེ་ན་ཆ་ཤ། སོ་སོ་ད་ལྟ་ཅིག། ལེགས་བཤད་ལྗོན་དབང་དང། ད་ལྟ་འདི། ཀ་ནས་གསལ་བའི་མེ་ལོང་གསུམ་བདག་ཉིད་འཁྱར་འཁྱོར་རེ་ལས་མེད་པ་ཡིན་ན་བདག་ངས། བསྟན་བཅོས། ཅེ་སྒྲ་དེ་འདྲས་དེ་ཅེ་སྒྲ་དེ་འདྲས། བཅུ་བཅོ་ལྔ་ཅེ་བཅོམ་གྱིན་ཡིན་ཟེར་འདྲ་བའི་ལས་ལ་འཇུག་པ་ཡིན་ན་འདི་ག་རེ་ལབ་ཟེར་ན་མེ་འཇོག་པའི་ལས་ལ་འཇུག་པ་ཟེར་འདྲ་བ། འདི་འཇུག་ན་ཧབ་ཤོག་བྱེད་བོར་བ། ཁ་ཕོ་ཆེན་པོ་ཆགས་པའི་མ་བུ་རྡོག་རྡོག་ལ་སྒྲུབ་ཐུབ་ཡ་གྱལ་ཡོང་མར་པ་བྱས་ཙང་འདི་ནང་བཞིན། དེ་ནང་བཞིན་ཨམ་གཙོ་བོ་སོ་སོའི་མི་ཚེ་ནང་ལོག་ལ། ནུས་པས་ཁུར་བོར་བ་སོ་སོ་ལ་འཚམས་པ་དེ་འདྲས་ཀྱི་ལས་ལ་འཇུག་དགོས་ཡ་འདི་གལ་ཆེན་པོ་ཞིག་འུ་ཅིག་བྱེད་དགོས་རེད་དེ་གཅིག་རེད། མི་ཉན་པ་ལ་གྲོས་མ་འདེབས་སྲིད་ད་འདི་ང་ནང་ཚོས་གལ་ཆེན་པོ་རེད་ད་ནམ་རྒྱུན་ང་ནང་ཚོས་བསླབ་བྱ་དང་གྲོས་བྱེད་ཡ་དེ། ཨ་ལེ་ཨང་དང་པོ་ཁ་སིན་ད་ད་ས་སྐྱ་པེ་རི་དང་ཀུན་རྒྱལ་མཚན་གྱི་གོང་དེ་ལ་གསུངས་ཡོད་རེད་བ། ཨ་ནི། ས་སྐྱ་དཔོན་དྲ་དང་སྐུ་ངོ་རྒྱལ་མཚན་ལ་དད་པ་ཡོད་མཁན། འདོད་པ་ཡོད་མཁན། དེ་འདྲའི་ཚིག་གིས་ཨ་ནི། ངས་ད་ལྟ་ལེགས་བཤད་འཕྲུལ་གྱི་དྲ་བ་དེ་ཉན་པ་ཡིན་ན་ཚང་མ་གོ་ཐུབ་པོ་རེད། ཞེས་མ་གཏོགས་ཁྱོད་ནས་དང་པོ་ནས། ཁ་ཁོ་རང་ཚུར་མ་འཇོག་ཉེས་ཅེས་མིག་ཆུ་ཉར་བྱེད་ཡིན་པ་ཡིན་ན་ད་འདི་ལ་ང་ནག་ཚོ་ཁྲོད་ཀྱི་དེབ་ཐུང་མ་རེད་སློབ་གསོ་སྐད་རྒྱབ་ཐུང་མ་རེད་པ་འདི་ནང་བཞིན་མི་ཉན་པ་ལ་ཁྲོད་མ་དེས་ཨ་ལེ་ཨང་དང་པོ་ང་ནག་ཚོས་སློབ་གསོ་ཟེར་ཡག་འདི་འདི་ཡོང་འདུག་བ་ཉན་ཐུབ་ཅིག་ལྐུག་འདུག་བ་ད་ལྟ་ང་ནག་ཚོས་འཛམ་གླིང་ཁུ་རན་ནོར་ལང་ལ་སྐད་ཆ་དེ་འདྲས་བརྗོད་བ་རེད་ང་ནག་ཚོས་མི་ལ་ཁ་གཅིག་དང་ཨ་མཆོག་གཉིས་ཡོད་དགོས་ཡ་རྒྱུ་མཚན་ཚོ་ག་རེ་ལབ་ཡ། ཕ་བཤད་ཡ་ཉུང་ཙི་བྱེད་ཚུར་ཉལ་ཡ་མང་ཙི་བྱེད་ཟེར་དེ

ཁྱོད་ཉན་དགོས་ཡ་གལ་ཆེན་པོ་རེད། བསམ་ཚུལ་འགའ་ཤས་ཆོ་མེད་པ་ཆོབ་ཚ་གོ། ཉེན་ཁ་ཇི་བོ་རང་འདྲས་ཡོང་སྲིད་པ་རེད་དེ་དོ་ཚོ་མ་ཉན་པ་ཡིན་ན། ཉེན་ཁ་ག་ནས་ཡོང་མིན་དེ་གོ་ཚུད་གོ་མ་རེད་གསུང་གོ། བྱས་ཙང་དེ་ཡིན་དེ་དུས་ང་ནག་ཚོས་ཚོ་ཉན་དགོས་ཡ་གལ་ཆེན་པོ་རེད་ད་དེ་ནས་ང་ནག་ཚོ་ཕར་གྲོས་འདེབས་ཡ་ཡིན་པ་ཡིན་ན་ཨང་དང་པོ་ཉན་ཉན་གཅིག་གོ་རེད་མ་གཏོགས། མི་ཉན་པ་ལ་གྲོས་འདེབས་པ་ཡིན་ན་གོ་ག་གམ་པོ།

མི་རིགས་ཀུན་རེ་གི་ལས་ཀ་ཡིན་དཱ་ཟེར་ཚེ་ཁོ་རང་ལ་འགན་འདྲ་པོ་སྤྲད་མོད་ལས་ཨ་ནི་གཅིག་ནས་ཁོས་ཁས་ལེན་བར་བྱས་པ་ཡིན་དཱ་འབྲུག་ཐུག་མར་པའོ་མེ་འོང་བ་ལ་ལས་མ་བྱོས་ཟེར་འདི་རེད་དཱ་རྒྱུ་ང་ནག་ཆུ་མངགས་བཅོལ་བྱས་འདྲ་པོ་ཡིན་དཱ་དེའི་སྐབས་སུ་ང་ནག་ཆུའི་བླང་དོར་གཅིག་མཁྱེན་དགོས་ཡ་བྱོས་བ་རེད་དཔེར་ན་ང་ནག་ཆུའི་ཆེད་ལས་ཡིན་མིན་ན་ཁྱེད་རང་སློབ་གསོའི་སྒང་ལ་དཀའ་ངལ་འཕྲད་གི་འདུག་ན་ཨ་ནི་སློབ་གསོ་ཞིབ་འཇུག་བྱེད་མཁན་དེ་འདྲས་ལ་ཁྱེད་རང་སློབ་གསོའི་དཀའ་ངལ་སེལ་ཡ་གི་ལས་ཀ་དེ་བཅོལ་བ་ཡིན་ན་ཏག་ཏག་འབྲུག་ཐུག་རེད་བ། ད་འདི་ནས་ཡང་ཁྱེད་རང་ཚིག་ཉུང་ཤོས་འདྲ་པོ་བརྗོད་པ་ཡིན་ན་ཨ་སྨན་པ་ཉམས་མྱོང་ཅན་དེ་འདྲས་ལ་ཁྱེད་རང་གི་ལས་ཀ་དེ་བཅོལ་བ་ཡིན་ན་འགྲུབ་ཐུག་གི་རེད། འདི་མ་གཏོགས་ཁྱེད་རང་གིས་གབ་ཕྱི་ལོག་བྱས། མ་ཡོང་པ་ཏག་ཏག་ལྡོག་ཆོག་དེ་ལ་ཨ་ནི་ལས་ཀ་དེ་བཅོལ་བཞག་ན་ཁྱེད་རང་གི་ལས་ཀ་དེ་དུས་ཚོད་ཉར་ནར་འགྱངས་འགྲོ་ཡག་གི་ད་གོ་སྐབས་འདྲ་པོ་ཅིག་འཚལ་བ་རེད་མ་གཏོགས་དེ་འགྲུབ་ཐུག་ཡག་གི་གནས་ཚུལ་འདྲ་པོ་དེ་ཁྱོན་ནས་ཐོན་ཐུག་འོང་བ་རེད། དེ་ཚང་མི་འོང་པ་ལ་ལས་མ་བཅོལ་ཚེ་ཡོང་འདུག་བ། ད་དེ་ནས་འདི་ཡོང་འདུག་བ་ད་ད། མེད་པའི་ནོར་ལ་ནན་མ་བྱེད་མི་ཤེས་པ་ལ་ཀོ་ལོང་མ་བཏབ། དུ་བྱས་བྱས་ནག་ཉེས་ཡོང་དུ་བ་ལྟ་འདི་མེད་པའི་ནོར་ལ་ནད་མ་ཞིག་ཟེར་དེ་ལྟ་ནམ་རྒྱུན་ང་ནང་ཚོ་དུས་ཆུང་ཆོག་ཤེས་ཀྱི་འཚོ་བ་ཟེར་ན་འགྲོ་བ་ཡོད་རེད། གཉིས་པ་དེ་སོ་སོ་ལ་ཐུབ་ཐབས་མེད་པས་ཀྱི་ནོར་ལ་འདོད་རྔམ་ཆེན་པོ་མ་བྱེད་གསུང་གི་རེ་བ་མེད་པའི་ནོར་ལ། ཐུབ་ཡག་གི་རེ་བ་མེད་པའི་ནོར་ལ་འདོད་རྔམ་ཆེན་པོ་ནས་ཟེར་ན་འདོད་རྔམ་ཆེན་པོ་ལ་ཡང་གོ་ཡག་ཅིག་ཡོད་རེད་མེད་པའི་ནོར་ལ་འདོད་རྔམ་ཆེན་པོ་མ་བྱེད། བྱས་ཙང་ང་ནང་ཚོས་དེ་གཉིས་གཉིས་དབྱེ་འབྱེད་བཏང་ན་ང་ཚོའི་འཚོ་བའི་ནང་ལོགས་ལ་དེ་གིས་ལན་ཡག་གི་གོ་སྐབས་མང་པོ་ཡོད་རེད། འདོད་པ་ཆུང་ཤོས་ཞེས་པ་སྣང་གཉིས་ཡོང་འདུག་བ། འདོད་པ་ཆུང། འདོད་པ་ཆུང་བ་ཟེར་ཏེ་མེད་པའི་ནོར་ལ་འདོད་བསྔགས་མ་བྱེད། ཐོབ་ན་བསམ་པའི་རེ་བ་ཆེན་པོ་མ་བརྒྱབ་སྟེ་སྡུག་བསྔལ་གཅིག་སྤྲད་གི་རེད་བ། དེའི་མིང་ལ་ག་རེ་ཟུག་བ་རེ་ལབ་ཡོང་དུས་འདོད་པ་ཆུང་བ་ཟེར་གི་རེད་བ། རེ་བ་མ་བྱེད་ཉན་དེ་ལ་ཐད་ཀར་འདུག་བ། ད་དེ་ནས་ཆོག་ཅེས་པ་ཟེར་ཏེ་ག་རེ་ལབ་ཟེར་ན་ད་ལྟ་སོ་སོ་ལ་ཡོད་པ་དེ་གས་ཀྱི་རིན་ཐང་ཧ་གོ་བ་བྱས་ཏེ་ཁྱེད་རྣམས་ཁྱིམ་ཚང་ཆགས་མ་འདུག་ཨ། ཁྱེད་རང་གཟུགས་པོ་དག་མ་རེད། ཁྱེད་རང་ལ་རོགས་པ་བྱེད་མཁན་མང་པོ་ཡོང་གི་འདུག་ཨ། དེ་འདི་དུས་དོལ་ཚོ་ཚང་མས་ཀྱི་ཆོག་ཤེས་པ་བྱས་ཟེར་ད་ང་ད་ཨོ་ཙི་རལ་ཤ་སམ་ཅི་སོ་སོ་ལས་སྡུག་གི་འདི་གས་ལ་མ་བསམ་ལ་དང་གོ་གི་གསུངས་ཡོད་རེད། ད་མི་ཤེས་པ་ལ་ཀོ་ལོང་མ་བདམས་ཟེར་ཡ་དེ་ཀོ་ལོང་ཟེར་ཡ་དེ་ཅི་ལང་འདི་རེད་གནས་ཚུལ་ཆུང་ཆུང་ཞིག་དེ་ལམ་སང་རླུང་ལང་ཡ་རླུང་ཆེན་པོ་ལང་ཡ་ཆོག་ལ་ཀོ་ལོང་ཟེར་ན་དེ་འདྲས་གི་རེད་ལ་ཟེར་གི་རེད། བྱས་ཙང་འདི་ཡིན་འདི་དུས་མི་སྨྲ་སེམས་ཉེས་ཅིག་གིས་སོ་སོ་ལ། གཅིག། གནས་ཚུལ་ཆུང་ཙག་འདྲ་བ་ཅིག་ཅུང་ཟད་ནོར་བ་བྱུང་ཟིན་ན་དེའི་ལམ་སང་ཁོང་ཁྲོ་ཆེན་པོ་རང་ཡང་སྐྱེ་མོ་ཁུ་མ་ཤེས་པར་བ། དེ་ན་ང་ནགས་ཚལ་ནམ་རྒྱུན་སྤྱི་ཚོགས་ནང་ལོགས་ལ་འགྲོ་ཡོང་དུས། གཅིག། བྱིས་པ་ཆུང་ཆུང་དེ་འདྲས་ཡང་མིན་ན། གཅིག། མི། དབང་པོ་ལ་སྐྱོན་ཡོད་པ་དེ་འདྲས་ཀྱིས་སོ་སོ་ལ། ཡང་གཅིག། དཔེར་ན་མིག་ལོང་བ་ལྟ་བུ་དེ་འདྲས་ཀྱིས་ཁོ་རང་ཅིག་སོ་སོར་འགྲོ་ཡག་གི། ད་ཐབས་ཤེས་ལྟ་བུ་དེ་ཡང་དག་པ་ཅིག་སྤྱོད་ཐུབ་ཀྱི་མེད་དུས་དེ་འདྲས་ཀྱིས་ང་ཚོ་ལ། ཚུར་བྱུང་ཡོང་དུས་ཕ་བསམ་ཤེས་བྱེད་ཁོ་རང་མ་འདུག་ཨ་ནི་དེ་ཚོའི་གི་ཅུང་ཟད་ནོར་བ་དག་ག་ལ་སྐྱོན་ཆེན་པོ་བརྩིས་བྱས་ཁོང་ཁྲོ་ཅུང་བྱས་ན་དེ་ཁྱེད་རང་གི་ནོར་འཁྲུལ་རེད་ཟེར་བ་ཧོན་སི་ན་ཁྱེད་རང་གཉིས་ཀྱི་གནས་བབ་ལ་ཁྱད་པར་ཡོད་རེད་པ། ད་འདི་ནས་མི་ཤེས་རྒྱ་ཆེན་པོ་ཞི་བ་ཅིག་ཡིན་ཟེར་ནས་ཅིག་ད་ད་ཅུང་ཟད་བློ་སྦྱོང་བྱེད་དང་མ་མྱོང་བ་ཅིག་ཡིན་ན་དེ་གཉིས་སུས་སུ་ལ་བཟོད་སྒོམ་བྱེད་པར་ཤེས་རྒྱ་ཆེན་པོ་འདི་བྱུང་བ་དེ་ལ་བསམ་ཤེས་བྱེད་དགོས་བྱས་ཙང་མི་ཤེས་པ་ལ་ང་ཚོས་ཀོ་ལོང་མ་བཏང་ཟེར་ཁོང་ཁྲོ་ལངས་དོགས་ཆེན་པོ་དེ་འདྲ་མ་བསྟན་ཟེར་བ་འོ་དེ་རེད་དེ་འདྲ་ལ་ཡང་མ་བཞག་ཟེར་ལབ་ཡོང་དུས་ད་སྐུ་རྟེན་གསོ་ཡག་ཡོད་པ་ཡིན་ན་དགྲ་བོ་ལས་བཞག་ཉན་གི་མ་རེད་ངེས་པར་དུ་སྐུ་རྟེན་གསོ་ཐུབ་པ་གནང་དགོས་པ་རེད་ང་ཚོས་དྲིན་ལ་དྲན་གསོ་བྱེད་མ་ཐུབ་པ་ཡིན་ན་མི་འདི་མ་རབས་ཆགས་རེད།

སོ་སོའི་ཡིན་པ་དང་འདིའི་ཡིན་པ་ཁྱད་མེད་པའི་ཐོག་ནས་ཡིན་པ་ཡིན་ན་ཁྱེད་རང་གིས་ཁ་སྙན་པོ་གཅིག་དང་རྣམ་འགྱུར་ཡག་པོ་ཞིག་དང་རྐྱང་རྐྱང་བསྟན་རྗེས་བཞག་པ་ཡིན་ན་ཨ་འདི་སྙན་གང་འཚམས་ཟེར་ནས་ཞེན་པ་ལོག་འགྲོ་རུ་ཟེར་བ་རེད་གུས་པ་ཆེན་པོ་སྙན་ལ་ཡང་མ་བྱེད་ངོ་དེ་འདྲ་བྱེད་ད་དེ་ནས་སྙིང་གཏམ་ཟབ་མོ་གྲོགས་ལ་ཡང་མ་བྱེད་ནོར་ཚང་ཆེན་བུ་ལ་ཡང་མ་བསྟན་ཟེར་འདུག་སྙིང་གཏམ་ཟབ་མོ་ཡིན་པ་ཡིན་ན་གྲོགས་ལ་ཡང་མ་བྱེད་ལབ་ཡོང་དུས་ད་མདོར་བསྡུས་ན་ཅུང་ཟད་བསམ་དགོས་ཡག་གི་དོན་ཆེན་གལ་ཆེན་དེ་འདྲ་ཡིན་ན་གྲོགས་པོ་ལ་ཡང་བཤད་འོས་པ་དང་མེད་པ་གཉིས་བར་རྒྱུ་མཚན་ག་རེ་ལབ་ན་གྲོགས་པོ་དེའི་ལས་གྲོགས་པོ་ཡོད་པ་བྱེད་གྲོགས་པོ་དེའི་ལས་གྲོགས་པོ་ཡོད་པ་བྱེད་གྲོགས་པོས་གྲོགས་པོ་རྐྱང་རྐྱང་བྱས་བྱས་གང་བྱ་ཟེར་ནས་ཁྱེད་རང་གི་སྙིང་གཏམ་དེ་འདྲ་བའི་གོ་བདེ་གི་རེད་ཟེར་དགོས་བ་རེད། ནོར་ར་ཚང་ཆེན་བུ་ལ་ཡང་མ་བསྟན་ཟེར་ད་ནོར་ར་ཚང་ཆེན་ཟེར་འདིའི་སྐབས་སུ་ནོར་ར་ལབ་པར་མ་འདུག་དོན་དག་ཚང་ཆེན། འོ་དེ་འདྲའི་འགག་ཅན་གནས་སྐབས་སུ་མ་འདུག་ཨ་ནི་སོ་སོའི་བུ་ལ་ཡང་བཤད་རྒྱུ་ཡོད་བ་མ་རེད། ཨ་ནི་བཤད་པ་ཡིན་ན་གཅིག་བྱས་ན་སྒྲུབ་ཐུབ་རྒྱུ་མེད་པའི་ཁར་ལ་ཨ་ནི་དཀའ་ངལ་འདྲེ་གི་རེད་ཟེར་དགོས་རེད་གཉིས་པ་དེ་ག་རེ་ལབ་ཟུར་ན་ཡང། ཁོ་རང་ལས་ཚངས་ཆེན་གསལ་བདག་གངས་རི་གི་ཐད་ནས་བར་ཆད་ཆེན་པོ་ཡོད་པ་འོ་དེ་འདྲས་ཀྱི་གནད་འགག་ཆེ་གསུངས་ཡོང་གི་ཡོད་རེད་ལ། ཐུགས་ཆེ་ན་ཨ་ནི་དེ་རིང་ང་ན་ཟུག་ཐང་ལྟ་དེ་གཞན་གྱི་བསམ་ཚུལ་ལ་བསྟུན་ནས་བསྟེན་ཐབས་བྱས་ཏེ་འོ་དེ་འདྲས་ཅི་རེད་ཞེས་ལྟ་དེ་རང་བཞིན་གྱི་རྒྱུད་བཞི་ལ་བརྟག་ཐབས་བྱས་དེ་ནང་ལོག་ནས་ཡོང་བསྡད་ཀྱི་ཡོད་རེད་ལ་ཀི་རིང་ཆེ།